ལྷར་བཅས་སྲིད་ཞིའི་གཙུག་རྒྱན། སྤྱན་རོག་གོང་ས་ལྷ་མིའི་རྣམ་འདྲེན། སྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ། རྗེ་བཙུན་འཇམ་དཔལ་ངག་དབང་བློ་བཟང་ཡེ་ཤེས་བསྟན་འཛིན་རྒྱ་མཚོ། སྲིད་གསུམ་དབང་བསྒྱུར་མཚུངས་པ་མེད་པ་དཔལ་བཟང་པོ་མཆོག་ལ། སྒོ་གསུམ་གུས་པས་གུས་ཕྱག་སྔོན་དུ་བཏང་སྟེ། འདིར་ཕེབས། འཇམ་མགོན་རྒྱལ་བའི་རྒྱལ་ཚབ། སྐྱབས་རྗེ་ཡོངས་འཛིན་གླིང་སྤྲུལ་རྡོ་རྗེ་འཆང་རྗེ་བཙུན་ཐུབ་བསྟན་ལུང་རྟོགས་རྣམ་རྒྱལ་འཕྲིན་ལས་དཔལ་བཟང་པོ་མཆོག། འདི་ལོ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་གུས་པའི་ནང་དབྱིན་ཡུལ་དུ་ཕེབས་པར་དགའ་བསུ་དང་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུས་པ་དང་ཆབས་ཅིག་རང་ཅག་དབྱིན་ཡུལ་གནས་སྡོད་བོད་མི་ཡོངས་ལ་བླང་དོར་བཀའ་སློབ། མ་ནི་ལྗགས་ལུང། བྱང་ཆུབ་སེམས་དང་སྟོང་ཉིད་ལྟ་བའི་སྐོར། བཀའ་ཁྲི་བཀའ་ཁྲིའི་རྩལ་རྒྱུའི་ཞལ་བཞེས་གནང་བ་དང། དུས་རྟག་ཏུ་འཛམ་གླིང་ཡུལ་གྲུ་གང་དུ་ཕེབས་རུང་ཐུགས་བརྩེ་བ་ཆེན་པོའི་ངང་ནས་ས་གནས་ས་ཐོག་གི་བོད་མི་ཚོ་དང་མཇལ་འཕྲད་མཇལ་ཁ་གནང་བ་དེ་ནི། ང་ཚོ་བོད་མི་ཚོ་དང་ཚེ་རབས་ནས་ཚེ་རབས་བར་གྱི་ལས་དང་སྨོན་ལམ་གྱི་འབྲེལ་བ་བཟང་པོ་ཞིག་ཡོད་པ་གསལ་པོ་རེད། ད་དུང་ཡང། བསྐལ་པ་མ་སྟོང་གི་བར་དུ་ཁྱེད་ཀྱི་ཞབས་འོག་ཏུ་གནས་པའི་སྨོན་ལམ་ཞུ། གཞན་ཡང་འདི་གར་ཕེབས་པའི་དགེ་འདུན་རྣམ་པ། སྐུ་ངོ་བསོད་ནམས་ཧྥ་ར་སི་གཙོས་པའི་བོད་ཁང་ལས་བྱེད་རྣམ་པ། མཛའ་བརྩེ་ལྡན་པའི་བོད་རིགས་སྤུན་ཟླ་ཡོངས་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུས་པ་དང་ཆབས་ཅིག་ད་རིང་གི་མཛད་སྒོ་དབུ་འཛུགས་ཞུ་རྒྱུ་ཡིན། དང་པོ་ཐོག་མ་དེ་རྟེན་འབྲེལ་མཚོན་བྱེད་ཀྱིས། སྐར་མ་བཅུ་གཅིག་རིང་ལ་གསོལ་ཇ་དང། མཁའ་འགྲོ་བའི་གྲོ་མ་འདྲེ་སྲི་ཞུ་བའི་དུས་ཅི་བྱེད།
ད་དེ་རིང་འདིར་ང་རང་ཚོའི་དབྱིངས་ལེན་ཞུ་བའི་བོད་རིགས་ཚོའི་ཐོག་ནས་གོ་སྒྲིག་གནང་ཆེད་ཨ་ནི་ཁ་ཤུགས་རེ་ད། ང་རང་ཚོ་ད་རེས་འདས་ལྷན་རྒྱས་འཛོམས་པ་ལ་འགྲན་རྩོད་བརྒྱུད་པའི་དབྱིངས་ལེན་ཞུ་བའི་བོད་རིགས་ཚོ་ང་རང་ཚོ་དེ་གིན་ལྷན་རྒྱས་གཉེན་དུ་འཛོམས་ཕྱིན་དུ་གཞི་འདུས་དེ་བས་ཐོག་ལ་ཡར་ཕེབས་པའི་ཨ་ནེ་གཙོ་བོ་དབྱིངས་ལེན་སྐུ་ཚབ་དོན་གཅོད་ཁོང་ག་ཞུ་བ་རེད་བསོད་ནམས་ལགས་དང་ཨ་ནེ་ཁོང་གི་ཕྱག་རོགས་རྣམ་པ་ཚོ་རེད་ཨ་ནེ་ད་ག་བོད་རིགས་ཚོགས་པའི་ཕྱག་ལས་གནང་མཁན་ཚོ་རེད། ཨ་ནི། ད་ག་དགེ་འདུན་པ་དང་དེ་ཁ་ཤུག་རེད་ད། རེད་ཨ་ནི་བདག་ན་བཞིན་ད་ག་འདུས་སྡེ་བའི་ང་རང་ཚོའི་ད། བོད་རིགས་སྤུན་ཟླ་ཨ་ནི། ཕྱི་རྒྱལ་མི་རིགས་ཆེ་ནས་ང་རང་ཚོ་དེ་འདུས་སྡེ་བ་ལྷན་རྒྱས་ཚང་མ་ལོག་ལེ་ཡ་ཨ་ནི་འཚམས་འདྲི་དང་འབྲེལ་ནས་ཨ་ནི་བཀྲ་ཤིས་བདེ་ལེགས་ཞེས་ཞུ་ཡ་ཡིན། ད་ང་རང་ཚོ་གངས་སྐྱིད་ངོ་སྤྲོད་གནང་མིན་ན་ཞིག་རེད་ང་དེ་སྙེ་མ་ཉིས་སྟོང་བཅུ་དགུ་ལོར་ལ་ཡིན་ནའི་འདུག་ཅེས་བཅར་བ་རེད། བཅར་རྗེས་ང་རང་ཚོ་ཡང་བོད་རིགས་ཚོ་དང་ང་རང་ཚོ་ལྷན་རྒྱས་དེ་འདྲའི་འཛོམས་ཡར་གྱུར་སྐབས་འདྲའི་ཚ་ཁ་ཤས་འདུག་ཅེས་བྱུང་སོང། བྱས་ནས་ད་ད་ནས་འདས་འདུག་བསྐྱར་དུ་བཅར་བྱས་ནས་འདུག་བྱས་ནས་ཨ་ནི་ང་རང་ཚོ་ད་གལ་སྲིད་ཀྱིས་ཁྱེད་རང་ཚོ་བོད་རིགས་མང་པོ་ཕེད་ཤག་ད་ལྷན་འདས་མང་པོ་ཕེད་ཡོད་རེད། བྱས་ཙང་འདི་འད་ཡོད་དུས་གཙོ་བོ་དེ་ང་རང་ཚོ་ས་གནས་ལ་ཡང་བོད་རིགས་ཚོ་ཚང་མ་མཇལ་ཡ་བྱུང་བ་དང་ང་རང་ཚོ་སྙིང་སྟོབས་འཛོམས་ཐུབ་ཡ་བྱུང་བ་དེ་ལ་དགའ་པོ་ཞེ་དྲག་བྱུང། བྱས་ཙང་འདི་འད་ཡོད་དུས་རྩ་ནས་ད་ག་ཤོག་རེད། ད་ང་རང་ཚོའི་བོད་རིགས་ཚོ་ད་སྤྱི་དང་འཛམ་བུ་གླིང་འཁོར་ལ་ཡ་ཅིག་ག་སོག་ང་རང་ཚོ་ད་ཚང་མས་མཁྱེན་གསལ་ནང་བཞིན་རེད་ད་ང་རང་ཚོ་ཅིག་ང་རང་ཚོ། ྋགོང་ས ྋསྐྱབས་མགོན་ཆེན་པོས་དུས་རྒྱུན་གཏན་ནས་བཀའ་སློབ་ཕེབས་པ་ནང་བཞིན་གྱི་རེ་བ། ཨ་ནེ་གཅིག་ང་རང་ཚོའི་བོད་པ་སྲིད་ངན་འདི་དག་འཛམ་བུ་གླིང་ཡུལ་གྲུ་ས་གནས་རྒྱལ་ཁབ་རེ་བ་ས་ཁུལ་གྷ་ས་བྷ་ལི་ཡ་བྷ་གནས་བསྡད་པ་དེ་འདྲ་ཆགས་ཀྱི་ཡོད་རེད། དེའི་རྐྱེན་པས་དངོས་གནས་དྲ་གནས་ང་རང་ཚོའི་གཅིག་ཁ་སོགས་རེད། གཙོ་བོ་མི་དང་ཤེས་ཡོན་གོ་སྐབས་དེང་དུས་ཀྱི་ཤེས་ཡོན་གོ་སྐབས་ཡག་པོ་ཞུ་ཕྱིར་ཐོབ་བསྡད་ཡོད་རེད། དེ་དང་འབྲེལ་བའི་ཐོག་ནས་མི་ཁ་སོགས་རེ་ད་མཐུན་རྐྱེན་གྱི་ཐོག་ནས་རེད་པ། ཨ་ནི་ལས་ཀ་ཡིན་ནས་རེད། ཨ་ནི་འཕྲོད་བསྟེན་ཡིན་ནས་རེད། གང་ཅིའི་ཐད་ལ་ཡིན་ནའི་སྣ་ཁ་འཛོམས་པོ་དང་མཐུན་རྐྱེན་བཟང་པོ་ཞུ་ཕྱིར་ཕུ་སི་ནས། རྩོམ་དེ་བོད་དུ་ཆགས་ཀྱི་ཡོད་རེད་དེ། དེ་དང་ཕྱོགས་མཚུངས་དུ་ད་ང་རང་ཚོ་བོད་པ་ཚོ་གང་དག་ས་ཁུལ་ག་བར་ཡོད་མེད་ལས་མ་ལྟོས་པའི་གཅིག་གར་སོག་རེད་ལུང་པ་མ་འདྲ་དང་ས་ཁུལ་མ་འདྲ་གླེང་གི་རེད་དེ་གཙོ་བོ་དེ་ང་རང་ཚོ་བས་བོད་པ་ཡིན་པའི་འདུ་ཤེས་དེ་ནམ་ཡང་ཐོག་མ་ཐོབ་པ་བྱེད་དགོས་དེ་དཔེ་གལ་ཆེན་པོ་རེད་ཤག་སོ་སོ་བོད་པ་ཡིན་པ་དེ་འགྱུར་བ་རྩ་བ་ཉིད་ནས་མ་ཤེས་བར་དུ། ད་ཁོ་མི་སོ་སོའི་ཚེ་ངན་མོའི་ལས་དང་བསོད་ནམས་རྐྱེན་པས་བོད་མི་རིགས་སུ་སྐྱ་བ་ཞིག་བླངས་པ་རེད་ཚང་མ་ལོ། འདི་དངོས་གནས་ཕྱོགས་གཅིག་ནས་བྱེད་ན་ཉེས། གཅིག་ད་ག་འཛམ་བུ་གླིང་ལ་ཡང་མིའི་སྐྱ་བ་སྤྱི་དང་བླངས་པ་ལྟ་བུ་དང། རྩ་བ་གཉིས་འདྲ་གི་མ་རེད་བསམ་གྱི་འདུག་ང་རང་ཚོའི་བོད་པའི་མི་རིགས་ཁོངས་སུ་སྐྱ་བ་བླངས་པ་དེ་ཁོ་ར། གཅིག་ཚེ་རབས་སྔོན་མ་རྣམས་སུ་སོ་སོའི་བསོད་ནམས་མང་པོ་བསགས་པའི་འབྲས་བུ་དང་ད་ག་ནང་བཞིན་གྱི་ཚེ་རབས་སྔོན་མ་རྣམས་སུ་ང་ཚོར་སྨོན་ལམ་མང་པོ་བཏབ་བྱས་ནས་རེད་པ། དེ་འབྲེལ་གྱི་རྒྱུ་ཚོགས་མང་པོ་གཅིག་གི་འབྲས་བུ་ལ་བརྟེན་ནས་ང་ཚོ་བོད་གངས་ཅན་གྱི་ལྗོངས་སུ་དར་བ་བོད་རིགས་ཀྱི་ཁུངས་སུ་སྐྱེ་བ་བླངས་ཐུབ་པ་དེ་བྱུང་བ་རེད། དེ་ལ་བརྟེན་ནས་མིའི་སངས་རྒྱས་ཀྱི་ཆོས་དྲི་མ་མེད་པ་དེ་འདྲའི་སྤྱི་དང་མཇལ་བྱུང། ད་ནང་ཞིང་པའི་ཡང་དག་པའི་དབུ་ཁྲིད། ཨ་ནི་པའི་གོང་ས་སྐྱབས་མགོན། རྒྱལ་དབང་ཐམས་ཅད་གཤིན་རྗེ་སྲིད་པ་ཆེན་པོ་ལྟ་བུ་དེ་འདྲའི་གི་ད་བླ་ན་མེད་པའི་དབུ་ཁྲིད། པའི་རེད་བ། ཨ་ནི་འདི་འདྲའི་སྤྱི་དང་ང་རང་ཚོའི་དབུ་ཁྲིད་ལམ་སྟོན་འོག་ལ་གནས་ཡག་བྱུང། དེ་འདྲའི་གི་ཐོག་ནས་གང་ལྟར་ང་རང་ཚོ་དེ་གའི་པའི། གོ་སྐབས་བཟང་པོ་དང་སྐལ་བ་བཟང་པོ་དང། ཞེའུ་ཅི་ཆགས་བསྡད་ཀྱི་འདུག་བསམ་གྱི་འདུག་བྱས་ཙང་འདི་ཡིན་དུས་རྩ་ནས་འདི་འདྲས་ཀྱི་གོ་སྐབས་བཟང་པོ་ཡོད་པ་དེ་དང་འདི་འདྲས་ཀྱི་སྐལ་བ་བཟང་པོ་ཡིན་པ་དེ་སོ་སོའི་ངོ་འཕྲོད་པ་དང་ར་འཕྲོད་པ་ཅིག་གི་ཐོག་ནས། གཙོ་བོ་དེ་ང་རང་ཚོའི་བོད་པ་འདི་ག་ཚང་མ་ལོག་སྟེ། ཅི། སོ་སོ་རེ་བ་ས་ཁུལ་ག་བར་ཡོད་མེད་ལ་མ་ལྟོས་པར་བོད་པ་ཡིན་པའི་འདུ་ཤེས་བརྟན་པོ་ཅིག་དང། ཨ་ནི་པའི་ཅིག་གར་སོགས་རེ་ད། གལ་ཆེན་པོ་ཅིག་ངོས་འཛིན་བྱས་ནས་རེ་བ། ནི་གནང་དགོས་དེ་ཕན་གལ་ཆེན་པོ་རེད་ཤག་རྒྱ་བོ་རིན་པོ་ཆེ་འགི་དུས་རྒྱུན་ལྡན་ནས་བཀའ་སློབ་ཕེབས་གི་འདུག་བ་ང་རང་ཚོ་བོད་པ་འདི་གའི་དེ་བཙན་བྱོལ་ལོ་ཚོ་ཕལ་ཡག་འདི་ཨ་ནི་ཅིའི་གར་སོག་རེད་ང་ཚོ་བོད་ནང་ནས་ཡ་བོད་པའི་ནང་ཁུལ་ལ་མ་འཇམ་པོ་ཆེ་ནི་ང་ཚོ་བཙན་བྱོལ་ཚོ་སླེབས་ཡོག་མ་རེད་ད་ག་ནང་བཞིན་ང་རང་ཚོ་བོད་པ་འདི་གའི་བཙན་བྱོལ་ལོ་ཚོ་སླེབས་ཡག་འདི་ཨ་ནི་ཅིའི་གར་སོག་རེད། བོད་ནང་ཡང་ཡང་མུ་གེ་ཐེབས་ནས་ཟ་རྒྱུ་འཐུང་རྒྱུ་མེད་པའི་བྱ་ངན་ང་ཚོ་ཚུར་ཡོང་གི་མ་རེད། ང་ཚོ་ཚུར་བཙན་བྱོལ་དུ་ཡོང་ཡང་དམིགས་ཡུལ་དེ་ཁོ་རང་སོ་སོའི་རྒྱལ་ཁབ་ནང་ལ་ཡང་སོ་སོའི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་བྱེད་ཡག་གི་རང་དབང་མེད་པ་ཅིག་དང། གནས་མ་ཐུབ་ཡག་ཅིག་གི་གནས་སྟངས་ཆགས་ནས་ད་ནི་ང་ཚོ་བཙན་བྱོལ་སླེབས་པ་རེད། ཅི་ད་འདི་ཡིན་དུས་ཨ་སོགས་རེད། འདི་ཡིན་པ་ལ་དཔག་པས་ཨ་ནི་གཙོ་བོ་དེ་ང་རང་ཚོའི་ཐོག་མའི་དམིགས་ཡུལ་ཟེར་ནས་མི་འདུག་རེད་བ། ང་རང་ཚོའི་གྲུབ་ཆ་འདི་ད་སོ་སོའི་ཆོས་དང་རིག་གཞུང། སྐད་ཡིག་མི་ཉམས་རྒྱུན་འཛིན་བྱས་ཏེ་ང་ཚོའི་ལས་འགན་གཙོ་བོ་བྱ་དགོས་རེད། དུས་ཆེན་སྐུ་མདུན་རྟག་པ་ཀ་ཕེབས་ཀྱི་འདུག་བ་ས་འདི་ཡིན་དུས་འདི་དམིགས་ཡུལ་ལས་གཙོ་བོ་ཞིག་ལ་བཞག་པའི་ཐོག་ནས་རེད་བ། ཨ་ནེ་བས་ཚང་མ་ལོག་གི་ཐོག་ནས་རེད་བ་ཅིག་གར་ས་འོག་རེད། ཅིག་ས་ཁུལ་ག་བར་ཡོད་མེད་དང་སྒེར་སོ་སོའི་གནས་སྟངས་དང་སྒེར་སོ་སོའི་འཚོ་བ་འགྲིག་བ་ཙམ་གྱིས་སེམས་བཅས་མ་བདེ་བ་ཕྱིན། རེ་བ་གཙོ་བོ་དེ་བས་སོ་སོའི་རེ་བ་མི་རིགས་ཀྱི་ལ་རྒྱ་གཅིག་ཡོད་པའི་ཐོག་ནས་སོ་སོའི་རིག་གཞུང་མི་ཉམས་རྒྱུན་འཛིན་བྱེད་ཨ་ལ་ཡ། ཨིན་ཚང་མོ་ལོག་ཐོག་ནས་པའི་འགན་ཁུར་ད་ལྟ་བ་དུ་མིན་ཞེས་ཞིག་དགོས་བ་རེད་ཞག་ཡག་པོ་གནང་ཡོད་རེད། སྔོན་ཆད་ཡིན་ནས་པའི་མི་རབས་རྒན་པ་ཚོས་ཀྱི་རེ་བ་གོང་ས་ཆེན་པོའི་དབུ་ཁྲིད་ལམ་སྟོན་གྱི་འོག་ལ་ཡ། ཨ་ནི་པའི་མི་རབས་རྒན་པ་ཚོས་རེ་བ་པའི་བཅའ་བ་གྲུབ་འདེགས་བྱེད་སྟངས་ཕལ་སྐུ་མདུན་གྱི་དགོངས་པ་བཞིན་སུ་གཅིག་ཕལ་ཕལ་བའི་ངེས་ལེན་ལ་བརྟེན་ནས་ཨ་ནི་ད་ལྟ་བའི་བོད་དོན་ང་ཚོ་བོད་པའི་སྤྱི་ཚོགས་འདི་གའི་དེ་དངོས་གནས་ཀྱི་ཁ་སོ་བཙན་བྱོལ་དྲ་འདྲེན་ནང་ནས་མ་འདྲ་ཞེས་རྟག་པར་གསུངས་གསུང་གི་ཡོག་རེད་ལ་གསུངས་པ་ནང་བཞིན་གྱི་ང་ཚོ་ཁྲག་འཚུབ་པོ་ཅིག་བས་ག་རེ་ཡིན་ནའི་ཅིག་བོད་པའི་ཅིག་བསྟི་གནས་ཁག་འདི་གའི་དེ་ད་ཞི་བོ་ཅིག་གི་ཚགས་ཚུད་པོ་དེ་ཡག་པོ་ཞུ་ཅི་ཐུབ་བ། ཁྲི་ཚང་འདི་འདྲ་ཡིན་དུས། མི་ཐབས་གོང་པ་རྣམས་ཀྱིས་དམིགས་དཔེ་བཟང་པོ་བཏོན་པ་ནང་བཞིན་གྱི་ང་རང་ཚོ་ཡིན་ནའི་པས་མུ་མཐུད་ནས་རྒྱུན་འཛིན་གནང་ཡ་ལ་ཡ། ཚང་མ་ལོག་ཐུགས་ཁུར་ཆེན་པོ་བྱེད། ཞེས་ཐུགས་ཡ་ལ་ཡ་རུ་བ། ཨ་ནི་ཅིག་ཁར་སོག་རེད་ད། ཐུགས་ཁུར་བཞེས་ཤིག་གོ་རེད་རེད་དེ་ཡིན་ནའི་ད་ཁོ་ཕི་ཁེད། ཨ་ཅིག་ཁར་སོག་རེད། གདོང་ལེན་བྱེད་པ་ཡ་མང་པོ་ཞིག་ཡོད་དུས་རྩ་ནས་རུ་བ་ལྷག་དོན་དུ་ཕྱི་རྒྱལ་རྒྱལ་ཁབ་གནང་ལ་ཡ། ཨ་ནི་པས་བྲེལ་ལ་ཚ་བོ་ཨ་ནི་དུས་ཚོད་མེད་པ། ཨ་ནི་ལྷག་དོན་དུ་ཅིག་ཕི་ཁེད། ད་བུ་ཕྲུག་ཚོའི་ཐོག་ནས་རེ་བ་ཅིག་ཁ་སོག་རེ་ད་ང་རང་ཚོའི་བཙན་བྱོལ་དག་ལ་ཡོད་པའི་བོད་པའི་བླ་བཀྲ་དང་དབུས་པའི་ཅིག་ཁ་སོག་ཤེས་ཡོན་གྱི་སྡེ་ཚན་ཟུར་དུ་ཡོད་པ་ནང་བཞིན་ང་རང་ཚོ་དུ་བ་མེད་པ་ཡིན་དུས་རྩ་ནས་རང་བཞིན་གྱི་སོ་སོའི་སྐད་ཡིག་དང་སོ་སོའི་རིག་གཞུང་ལ་ཡང་དོ་ཕོག་འགྲོ་ཡ་གི་བུ་རྐྱེན་རྩ་ཆེན་པོ་ཆགས་གི་བ་སོ་འདི་འདྲ་ཡིན་དུས་རྩ་ནས་འདི་འདྲའི་གི་ཅིག་བུ་གའི་ཁ་སོག་རེ་ད་གནས་སྟངས་ཡང་མ་འདྲ་ཆགས་ཀྱི་རེ་ད། བོད་པ་ཕྱི་རྒྱལ་ཡོད་པའི་བོད་པ་ཚོའི་གནས་སྟངས་ང་ཚོ་རྒྱ་གར་ནང་བོད་ཡོད་པའི་བོད་པ་ཚོའི་བསམ་བློ་འཁོར་སྟངས་དང། ཅིག་སྣང་བ་འཁོར་སྟངས་དེ་ཁོ་རྦད་དེ་ས་གནས་རེད་ལུང་པ་རེད་ཅེས་ཁོར་ཡུག་གང་ཅིའི་ཐད་ནས་རྦད་དེ་གནས་སྟངས་མ་འདྲ་ཆགས་བསྡད་ཡོད། ཚེ་འདི་འདྲས་ཡིན་དུས་དུས་དང་སྐབས་དང་གནས་སྟངས་དང་འདི་འདྲས་དཔག་པས་ཡང་ཁོ་ཕིག་ང་རང་ཚོའི་ནས་རིག་པ་གསར་པ་ཆེ་བ་ཁོ་ཆ་ཆེན་འདི་གང་ཕྱིན་པ་ཡིན་ན་ཡང་ཁོ་དེ་འདྲས་རེད་དོ་བ། ཡང་ཁོ་དེ། དངོས་ཡོད་གནས་ཚུལ་གྱི་ཐོག་ནས་གྲུབ་འབྲས་དང་པོ་དེ་ག་གི་ཚིག་ཕན་ཐོགས་ཡོད་མེད་དེ་གཏད་སོ་བཤད་ཁག་པོ་རུ་བ་ཕྱི་ས་དེ་འད་ཡིན་དུས་ཙ་ནས་ང་རང་ཚོས་ཡིན་ནའི་པོ་དེ་དེ་ལ་ཡ་གདོང་ལེན་བྱེད་སྟངས་དེ་རིག་པ་གསར་པ་རུ་གཏང་བྱེད་རུ་བ། གཙོ་བོ་དེ་ད་སོ་སོའི་སྐད་ཡིག་མི་ཉམས་རྒྱུན་འཛིན་བྱས་དེ་ཞུ་གལ་ཆེན་པོ་རུ་བཤད། སྐད་ཡིག་ནང་ནས་པའི་སོ་སོའི་རུ་བ་ཨ་ནི་ཡི་གེ་དེ་ཡག་པོ་གནས་ཡ་ལ་ཨ་ལི་སྐད་དེ་ཡག་པོ་གོ་དགོས་དུ་བ་བོད་སྐད་དེ་ཡག་པོ་ན་ཕྱི་ས་དེ་འད་ཡིན་དུས་ཙ་ནས། པས་ད། སྤུ་གུ། ཆུན་ཆུན་ཛུ། ལོ་ཆུང་དུས་སྐབས་ནས་བོད་སྐད་ཡག་པོ་བསླབས་ཡས་དེ་པས་སྐད་ཆེན་པོ་རེད་ཤག། རེད་བ། སྤུ་གུ་ཆུན་ཆུན་ཛུ། ལོ། གཉིས་གསུམ་ནས་བོད་སྐད་དེ་པས། རེད་བ། བསླབས་ཟིན་བོད་སྐད་འཛིན་གྲྭ་རི་བོ་ཁའི་ཚུགས་དབང་རྒྱུན་ལྡན་ནང་ལ་ཡང་བོད་སྐད་ཧོར་རྒྱ་བས་ཏེ་དེ་ཤུ་བོ་སྐད་ཆེན་པོ་རེད་ཤག། དེ་རྒྱ་བས་ཡིན་ན་ཨ་ནེ་ཀོ་རང་བཞིན་གྱི་ཤུགས་མ་འདུག་ཤེས་འགྲོ་དགོས་རེད་བ། གཞན། པོ་ཏི། ཅིག་ཁ་སོག་རེད་བསླབ་གྲྭ་རེད་ཅིག་གཟའ་མཇུག་བསླབ་གྲྭ་ཡིན་ཟེར་ཅིག། ཁོ་དེ་ན་ཨ་ནི་རྒྱུན་ལྡན་གྱི་བོད་སྐད་དེ་བེད་སྤྱོད་མེད་ན་ཨ་ཁོ་དེ་གར་སོག་རེད་ད། དཀའ་ངལ་ཆེན་པོ་ཞིག་རེད་འདུག་བ་ཚིག་ཟིན་འདི་འདྲ་ཡིན་འདུག་རྒྱུན་ལྡན་གྱི་སོ་སོའི་ཁྱིམ་ཚང་སོ་སོའི་ནང་ལ་ཕ་མ་ཚོས་ཕ་མ་ཚང་མ་བོད་སྐད་ཤན་ཤན་ཤན་པ་རེད་བོད་སྐད་ཡག་པོ་སྐྱབས་བོད་སྐད་ཡག་པོ་ཤན་འདུག་བ་ཚིག་སྤུ་གུ་ལོ་གཉིས་གསུམ་ནས་བཅས་ལོ་བཅུ་བཞི་བཅོ་ལྔ་བར་འདུག་དེ་ནས་ཨ་ནི་ཁོ་སྐད་གསར་བོ་བསླབས་ཟེར་དང་ཡང་ཁོ་ཕི་སྐད་སློབ་གསོ་སྤྲད་ཟེར་བལྟས་ཁག་པོ་རེད་འདུག་བ། ས་དེ་འདྲས་ཡིན་དུས། རེ་བ། ང་ཚོ་དངོས་ཡོད་གནས་ཚུལ་གཞི་ལ་བཞག་པའི་ཐོག་ནས། ད་ནི་ཕྱི་རྒྱལ་སྐད་དང་ཕྱི་རྒྱལ་གྱི་སྐད་ཡིག་དེ་ཚོ་མ་ཤེས་ཡང་དགོས་དཀའ་ངལ་ཡོད་མ་རེད་བ། སྤྱིར་ས་འདི་འདྲས་ཡིན་དུས་བོད་སྐད་དང་བོད་ཡིག་དེ་གལ་ཆེན་པོ་ཆགས་ཀྱི་ཡོད་པའི་ཆེད། དེའི་ནང་ནས་ཀྱང་བོད་སྐད་འདི་ཡག་པོ་ཤེས་འདུག་པ་བྱས་ན་ཚང་མ་ལོག་དགོས་རེད་བ། ཐུགས་ཁུར་བཞེས་ཆེད་རེད་བ། ད་ནི་མི། ཁྱིམ་ཚང་སོ་སོའི་ཐོག་ནས་ཚེ་མི་ང་རང་ཚོས་བསམ་ཆུའི་བསླབ་བསམ་ཆུའི་བསླབ་བྲོ་ཞུ་རིག་གཞུང་བསླབ་བྲོ་ཞུ་རུ་བའི་ཐང་ད་གི་ཅིག་གསུང་གུ་དུ་བ་མཚན་དེ་བ་སོགས་རེད་སྐད་ཡིག་དང་རིག་གཞུང་བསླབ་བྲོ་རེ་བས་འོང་སྟེ་དེའི་ཐོག་ནས་གནང་ད་གནང་གི་ཡོག་རེད་བ་ཡིན་ནི་འདི་གནང་དགོས་ཡ་དེ་གལ་ཆེན་པོ་རེད་ད་དེ་དང་ཕྱོགས་ཚུལ་དུ་ཁྱིམ་ཚང་སོ་སོའི་ཐོག་ནས་འགན་ཁུར་ཆེ་ས་ཞིག་གནང་བྱས་རེད་བ་གནང་དགོས་ཡ་དེ་གལ་ཆེན་པོ་རེད། གང་ལྟར་ཀྱང་ང་རང་ཚོའི་བོད་ཀྱི་མ་འོངས་པའི། རེ་བ་ལྟར་ང་རང་ཚོ་བོད་པ་སེང་གནས་མ་དེ་སེང་དེ་གཙོ་བོ་དེ་མེ་ཏོག་གཞོན་པ་དེ་གི་རག་ལས་དེ་ཡོང་རེད། མེ་ཏོག་རྒན་པ་ཚོ་ནི་ཁོ་རྫོགས་ཀི་རྫོགས་ཀི་བྱེད་རེད་ད་ཁོ་མེད་པ་ཆགས་བྲལ་བྱེད་རེད་བ་ཁོ་འཇིག་རྟེན་ཆོས་ཉིད་ཀི་འགྲོ་སྟངས་བྱེད་རེད། དེ་ཡིན་དུས་མེ་ཏོག་གཞོན་པ་ཚོ་ཡར་རྒྱུན་ཞུ་ཐུད་དགོས་དུས་མ་འོངས་པ་ན་ལོ་བཅུ་བཅོ་ལྔའི་རྗེས་ལ་ད་ལྟའི་སྤུ་གུ་ཆུན་ཆུན་དེ་གའི་དེ་རྒྱན་འཁྱེར་མཁན་ཆགས་དུས། ཨ་ནི། ཁོ་ཚོ་ལ་བོད་པའི་ཆོས་དང་རིག་གཞུང་སྐད་ཡིག་གི་ཉམས་མྱོང་མེད་པ་ཡིན་ན། ཨ་ནི་ཁ་བོ་ཞིབ་ཅིག་རེད་བ། ཁོང་ཚེ་སྲང་དེ་འདྲས་ཡིན་དུས་ཚང་མ་ལོག་ཐོག་ནས་རྒན་ཤུགས་ཆེ་ཙམ་ཨང་ཆིངས་རེད་བ། ང་རང་ཚོ་ཚང་མས་མཁྱེན་གསལ་རེད་ད། བོད་ནང་ལ་ཡིན་ན་ནི་ད་རང་དབང་ད་མེད་པར་བ། སོ་སོའི་སེམས་ལ་བསམ་པའི་སྐད་ཆ་དེ་ཁ་ནས་བཤད་ཡ་ཡོག་མ་རེད་སོ་སོའི་སྐད་ཡིག་དང་སོ་སོའི་རིག་གཞུང་ཡ་ཨ་ནི་པའི་དམ་དྲག་ཡོག་རེད་རེད་བ། ཨ་ནི། ཚེ་འདི་འདྲས་ཀྱི་གནས་སྟངས་བྱས་ཏེ་ཡང་ང་ཚོ་བཙན་བྱོལ་ནང་ཡོད་བོད་པ་ཚོས་བོད་ནང་ལ་ཡོད་བོད་མི་ཚོ་ནམ་ཡང་མི་བརྗེད་པ་བྱེད་དགོས་པ། བོད་ནང་ལ་ཡོད་བོད་མི་ཚོས་ང་ཚོའི་བརྗེད་ཐབས་རྩ་བ་ཉིད་ནས་ཡོག་མ་རེད་པ་བྱས་ཙང་འདི་འདྲས་ཡིན་དུས་ང་ཚོས་ཁ་ཡོད་ལོ་ཡོད་ལག་ཡོད་ཀྱི་ཐོག་ནས་བོད་ནང་ལ་ཡོད་བོད་མི་ཚོ་ལ་ཡང་ང་ཚོས་ཕན་ཐོགས་བྱེད་ཐུབ་པོ་རེད་པས་སེམས་གཏད་ཁག་པོ་ཡོག་རེད་ད། ཁྲི་པོ་ཁྲི་འབུ་འདི་འདྲ་བྱེད་ཐུབ་ཀྱི་ཡོད་ཤས་ཆེ་ཡོད་ཤས་ཆེ་རེད་དེ་ཡིན་ནའི་ཁ་ཡོད་ལག་ཡོད་ཀྱི་བོད་ནང་ལ་ཡོད་བོད་མི་ལ་ང་ཚོས་ཕན་ཐོགས་བྱེད་ཐུབ་བྱེད་ཐུབ་ཀྱི་ཡོག་རེད་པས་སེམས་ཏེས་ཁག་པོ་རེད་འདུག་བ་ད་སྨོན་ལམ་ཡུད་ཙམ་རེད་འདུག་བ་ང་རང་ཚོས་བྱེད་ཐུབ་པ་དེ་ག་རེ་རེད་འདུག་ཟེར་ན། ང་རང་ཚོས་བེ་རི་བ། རང་དབང་ལུང་པའི་ནང་ལ་སོ་སོའི་རིག་གཞུང་དང་སྐད་ཡིག་མི་ཉམས་རྒྱུན་འཛིན་བྱས་ཡ་མེད་བྱས་ཏེ་ང་རང་ཚོས་ད་སོ་སོའི་ལག་པ་ཡོད་བསྡད་པ་དེ་རེད་བ། བྱས་ཙང་དེ་འདྲས་ཡིན་དུས་སོ་སོའི་ནུས་པ་བཏོན་ཐུབ་ས་དེ་ལ་ཤུགས་ཤིག་རྒྱབ། ཨ་ནི་ཡང་ནུས་པ་བཏོན་མ་ཐུབ་ས་དེ་ལ་ཡ་རིག་པ་མང་པོ་ཞིག་འགྲིམ་གིན་བསྡད་པ་ཡིན་ནའི་ཡ་ཁོ་ཏི། ག་གི་ཚིག་གི་གྲུབ་འབྲས་ཡོད་འགྲོ་ཏེས་ཁག་པོ་རེད་ཤག། བྱས་ཙང་འདི་འདྲས་ཡིན་དུས། ཨ་སོགས་རེད་ད། མི་བོད་ནང་ལ་ཡོད་བོད་མི་ལ་ཕན་ཐོགས་ཆེ་མཐོའི་རྒྱུ་ལམ་ཡོད་ན་ད་ཡག་པོ་ཞིག་རག་རེད། ཡིན་ནའི་ད་ལྟའི་ཆ་ལ་ཡར་སྔོན་གནས་ཚུལ་ལ་བལྟས་ན་བལྟས་ཚེ་ཁག་པོ་རེད་དོ་བ། འོ་བྱས་ཙང་འདི་འདྲས་ཡིན་དུས་ཚང་མ་ལོག་ཐོང་ཐུག་པོ་ཞེ་རེད་བ། མདོར་བསྡུས་ན་གང་ལྟར་བོད་སྤྱི་བ་དང་བོད་མི་རིགས་འདི་སོ་སོའི་པའི་དམིགས་ཡུལ་ཟེར་ནའི་གྲུབ་ཆ་གཙོ་བོ་བཟུང་ཞེ་རེད་བ། གནང་དགོས་ཨ་འདི་ཞུ་བ་གལ་ཆེན་པོ་རེད། མ་གཏོགས་གཅིག་གིས་ང་ཚོའི་བོད་ནང་ལ་ཡོད་བོད་མི་ཚོས་ང་ཚོར་ཆ་འཇོག་ཞུ་བྱེད་ཀྱི་འདུག་བ། དེ་སྔོན་ཡིན་ན་བོད་སྤྱིའི་རྩ་དོན་བོད་མི་རིགས་བོད་ཀྱི་སྐད་ཡིག་རེད་བ། དེ་འདྲས་ཀྱི་ཆེད་དུ་བོད་ནང་ལ་ཡོད་བོད་མི་དང་བརྒྱ་དང་ལྔ་བཅུ་ང་གྲངས་ལྷག་ཅིག་རང་ལུས་མེར་སྲེག་བཏང་ཡག་གི་མཚོན་པའི་རྟགས་གང་དག་དཀའ་སྡུག་རབ་དང་རིམ་པ་མང་པོ་མྱོང་གོ་རེད་བ། དེ་གས་ཚང་མ་དེ་ཁོ་རང་ཚོའི་ང་རང་ཚོ་བཙན་བྱོལ་ནང་ལ་ཡོད་བོད་མི་དེ་ཚོ་ལ་ཡང་ཡིད་ཆེས་དང་བློ་གཏད་གཙོ་བོ་དེ་གོང་ས་ཆེན་པོའི་ཡག་པའི་དད་པ་དང་དམ་ཚིག་རྒྱ་བོར་རིན་པོ་ཆེན་གྱིས་དབུ་ཁྲིད་པའི་ཨ་ནེ་པད་མ་སོགས་རང་ང་རང་ཚོའི་ད་སྒྲིག་འཛུགས་ལ་ཡག་ཡིད་ཆེས་ཨ་ནེ། གཙོ་བོ་དེ་བཙན་བྱོལ་ནང་ལ་ཡོད་པའི་བོད་རིགས་ཚོ་ལ་ཡག་ད་བློ་གཏད་བྱས་ཨ་ཁོ་ཚོའི་བློས་བཏང་ཆེན་པོ་བྱེད་དགོས་རེད་བ། འདི་འདྲས་བྱས་པའི་དུས་ཚོད་ཅིག་ལ་ཡང་ང་རང་ཚོའི་ཨ་ནེ་གཅིག་གར་སོང་བ་རེད་སྣང་མེད་རེད་ཅིག་གང་ཕྱིན་པ་ཡིན་ན་ཨ་ང་རང་ཚོ་དེ་རྩ་བ་ཉིད་ནས། ཆོས་ཕྱོགས་ཐོག་ནས་ཞུ་བའི་ནི་ལས་རྒྱུ་འབྲས་འགྲོ་ཡ་མེད་པ་ཞིག་རེད། འཇིག་རྟེན་སྤྱི་དང་ཐོག་ནས་ཞུ་བའི་ནི་ཡ་རབས་བཟང་སྤྱོད་ཀྱི་ཧོ་པེ་ཀའི་གར་སོགས་ལ་ད་ཐོག་ནས་ད་འགྲིག་ཡོག་མ་རེད། བྱས་ཙང་ཆོས་དང་འཇིག་རྟེན་གཉིས་ཀྱི་ཐོག་ནས་རེད་བ། ཚང་མ་ལོག་ཐུ་བོ་ཆེན་པོ་ཞིག་སྤྱི་ཡོངས་ཀྱི་ཆ་ནས་ཐུ་བོ་ཞེ་ཞུས་ཀྱི་ཡོག་རེད་བ་རེད་དེ་ཡིན་ནའི་དོན་དུ་ཧོ་པེ་སེམས་ཤུགས་རུ་ཅེ་ཤེས་ཚེ་སྐད་ཆེར་བ་གནང་དགོས་ཡ་དེ་དཔེ་གལ་ཆེན་པོ་རེད་ཤག། རེད་པ། འོ་བྱས་ཙང་དེ་འདྲས་བྱུང་བ་ཡིན་ན་ནི་འོ་ནས། གོང་ས་ཆེན་པོའི་ཡིན་ནའི་དགོངས་པ། སྐུ་མདུན་གྱི་དགོངས་པ་དང་མཐུན་པ། སྐུ་མདུན་གྱི་བཀའ་སློབ་དང་མཐུན་པ། བོད་ནང་ན་ཡོད་བོད་མི་ཚོས་ཡིན་ནའི་པའི་རེ་བ་དང་ཡིད་ཆེས་བྱས་པ་ནང་བཞིན་གྱིས་ང་ཚོས་བྱེད་ཐུབ་པ་བྱུང་ཡོད་རེད། ཨ་ནི་དུས་རྒྱུན་ལྡན་ནས་པའི། གཙོ་བོ་འདི་ལྟ་བུའི་སྤྱི་པ་དང་བོད་མི་རིགས་སུ་བྱས་ནས་འདི་གལ་ཆེན་པོ་ཆེ་རེད་བ། ན་འདི་མ་གཏོགས་ཅིག་མཚམས་རེ་ང་རང་ཚོ་ཡང་སྐུ་མདུན་སྟག་པ་སྙེ་མ་ནས་བཀའ་སློབ་ཡང་ཡང་སུ་ཕེབས་ཀྱི་འདུག་བ། བོད་པ་སིང་ངེ་འདི་རྫ་དྲག་པོའི་སྐབས་ལ་ཡང་རིག་པ་འགྲིམ་ཐུབ་ཡ་དང་འདི་ཡག་པོ་ཡོད། ཡིན་ནའི་ཡང་ཁོ་འདི་ལྷོད་ཡན་རི་ཆི་ཁང་ཕྱིན་པའི་སྐབས་ལ་ཡང་ཨ་ནི་ཙག་གི་ཙག་གི་འདིར་མགོ་འཁོར་བྱས་རེད་བ། ཨ་ནི་ཆོལ་ཁ་དང་ཆོས་རྒྱུད་དང་ཅིག་ཅིག་ཕི་གའི་ཕ་ཡུལ་དང་སོ་སོ་ཅིག་འདི་འདྲས་ཀྱི། དབྱེ་འབྱེད་མང་པོ་བྱས་ནས་དེ་འདྲས་བྱས་ནས་བྱུང་བ་ཡིན་ན་དེ་ཞི་རགས་ཕངས་པོ་དང་ཐབས་སྐྱོ་བོ་རེད་བ། དེ་འདི་འདྲས་སྤྱི་ཡོངས་ཆ་ནས་ང་རང་ཚོས་དབྱིན་ཇི་ལུང་པའི་ནང་བཞུགས་ནས་བོད་པ་ཚོས་ཚང་མ་ལ་དམ་ཚིག་མཐུན་པོ་ཞི་རགས་ཀྱི་ཡག་པོ་རེ་བཞག་དེ་སྐོར་ཅིག་དེ་འདྲས་བ། ཉར་སྐོར་རུ་དེ་འདྲས་རྩ་བ་ཉིད་ནས་མི་འདུག་དེ་ཚང་མ་ལོ་པའི་ཁ་སོགས་རེ་ད་ཞི་རགས་ཡག་པོ་རེ་བཞག་ཡིན་ནའི་ད་ལྟའི་ཁྱེད་རང་ཚོས་པའི་ཁ་སོགས་རེ་ད་ཡག་པོ་ཡོད་པའི་ངོས་འཛིན་ཡོད་པ་ནང་བཞིན་མུ་མཐུད་བྱེད་དགོས་བ། ཨ་ནི་ང་རང་ཚོའི་པའི་གཅིག་ག་ས་བ་རེད་ཆགས་སྡང་ཕྱོགས་རིས་རགས་པའི་ཞེན་དབང་དུ་མ་སོང་བྱས་ནས་གཙོ་བོ་དེ་བོད་སྤྱི་པའི་རྩ་དོན་བོད་མི་རིགས་བོད་རྒྱལ་ཁབ་འདི་གཙོ་བོར་བཟུང་བྱས་ནས་དེ་ལས་ཤ་ཚ་གི་ཡོད་པའི་རྟགས་རེད་བོ་དེ་ལ་ཨ་ནི་སོ་སོའི་རིག་གཞུང་མི་ཉམས་རྒྱུན་འཛིན་བྱེད་ཡ་དང་སོ་སོའི་སྐད་ཡིག་མི་ཉམས་རྒྱུན་འཛིན་བྱེད་ཡ་དེ་ལ་ཡ་ཤུགས་སྐྱོན་ཡ་ལ་ཡ་ཚང་མ་ལོག་པའི་གང་ཐུབ་ཐུབ་གནང་རོགས་ཕྱིས་ངས་རེ་བ་ཞུ་ཡ་དང་ཁུ་དེ་ལས་ཟིན། བྱེད་སྒོ་འདི་འདྲས་ཞུ་དགོས་བསམ་བསྡད་ཡོད། ཨ་ནི་གཞན་མ་མིང་སྲིང་མང་པོ་ཞུ་ཞུ་ཡ་དེ་ངས་འདི་འདྲས་རེ་བྱས་ད་ཚ་བ་ཆེན་པོ་འདུག་ཨ་ཁྱེད་ཚང་མ་ལོ་ཁ་གསོ་བ་རེད་དངུལ་ནང་ཤོག་ཅིག་ཞུ་ཡི་གི་རེད་བྱས་བྱས་ཧོ་འདི་འདྲས་རེད་ཨ་ནི་ཁ་ཤུགས་རེད་ཨོ་འདི་འདྲས་རེད་ཨ་ནི་བྱས་ཙང་འདི་འདྲས་ཡིན་དུས་ཨ་འདི་བྱས་ལ་མ་ནི་ལུང་བྱེད་རོ་བ།

སོང་བ་ནང་བཞིན་གྱིས། ད་ང་རང་ཚོའི་བོད་གངས་ཅན་གྱི་ལྗོངས་གཙོ་བོ་གྱུར་པའི་དེའི་ཉེ་འདབས་སུ་ཡོད་པའི་ཧི་མ་ལ་ཡའི་རི་རྒྱུད་དཔེར་ན། ཏཱ་ལ་ཏཱ་གྲུ། འབྲས་ལྗོངས། ད་སོག་པོ། རེད་བ། ཨ་ནི་དེས་མཚོན་པའི་བལ་ཡུལ་གྱི་ས་ཁུལ་རེད། ཨ་ནི་མོན། ཨ་ནི་ཧུ་ནུ་པི་ཏི། འདི་གའི་ཚང་མ་དེ་གའི་གི་ད། ལྷག་པའི་ལྷ་སྐལ། བ་བ་ཅན་རེད་ཟེར་བཞག་གི་ཡོད་རེད།

ནང་ཆོས་མིན་ཚེ་འཕགས་པ་སྤྱན་རས་གཟིགས། བྱས་ཙང་འདི་འདྲས་ཡིན་དུས་འཕགས་པ་སྤྱན་རས་གཟིགས་དང་ང་ཚོ་ཐུན་མོང་མ་ཡིན་པ་ཞིག་ཆགས་ཀྱི་ཡོད་འདུག་ལྷག་དོན་དུ་བོད་གངས་ཅན་གྱི་ལྗོངས་ནས་ཡིན་ན། ལྷག་པའི་ལྷ་སྐལ་དེ་རེད་བ། སྤྱི་བཏང་ཆོས་བཅུ་རྒྱལ་བ་སྲས་དང་བཅས་པ་འདིས་གདུལ་བྱ་སེམས་ཅན་ལ་ཡང་ཐུགས་བརྩེ་བ་སྙིང་རྗེ་ཆེན་པོ་དེ་པས་ཆ་སྙོམས་པ་ཅིག་དང་གོ་བི་གལ་གཅིག་པ་རེད་གསུངས་བ་རེད། ཡིན་ནའི། སེམས་ཅན་སོ་སོའི་ལས་དང་སྐལ་བ་དང་ཡིན་ཅིག་འདི་འདྲས་ཀྱི་གནས་སྟངས་མང་པོ་ཅིག་གི་ཐོག་ནས། ལྷ་སྐལ་ཅིག་ཡོང་གི་ཡོད་རེད་བ།

ཚེ་འདི་འདྲའི་ཡིན་རྒྱུ་རྩ་ནས་འཕགས་པ་སྤྱན་རས་གཟིགས་ཀྱི་གཟུངས་སྔགས་དེ་འོ་མ་ནི་དཔེ་མེད་འོ་མ་ཟེར། གཟུངས་སྔགས་ཡི་གེ་དྲུག་མ་འདི་ཆགས་བསྡད་ཀྱི་འདུག། ཡང་བྱས་ཙང་འདི་འདྲའི་ཡིན་དུས་ད་ཡི་གེ་མ་ནི་དེ་ཡིག་དྲུག་མ་དེ་ཞི་བོ་ཕན་ཡོན་ཆེན་པོ། མ་ནི་ཡིག་དྲུག་དེ་ཨ་ནི་གཅིག་ང་རང་ཚོའི་གསོན་པོ་ལས་ཕན་ཡང་རེད་གཤིན་པོ་ལས་ཕན་ཡང་རེད་རེད་བ། ཨ་ནི་མ་ནི་འདོན་མ་ཤིང་ནི་བཅད་ཡོག་མར་བ། བྱས་ཙང་འདི་ཕན་ཡོན་ཆེན་པོ་ཞི་བོ་རེད་འདི་ཀོ་ཡང་སྣང་མེད་སོ་ཅི་ད་ཡང་རྩ་བ་ཉིད་ནས་ཡོག་མར་གདའ། ང་རང་ཚོ་མང་པོ་གཅིག་གིས་ཨ་མ་གནས་འདི་རྒན་འཁོག་ཚོའི་བགྲང་གི་རེད་ཟེར་ངེས་སོ་རུ་གྱིས། བསམ་བློ་གོང་འདི་ནོར་འཁྲུལ་ཆེན་པོ་རེད་ཡིན་གཅིག་མིན་གཅིག་མ་གནས་ང་རང་ཡིན་ནའི་མ་གནས་པས་གང་ཐུག་ཐུག་བསགས་གི་ཡོད་རེད་བ། ཁོ་བོ་སྤྱན་རས་གཟིགས་གསོལ་བ་བཏབ་མ་ནི་གྲང། དེ་ལས་ལྷག་པའི་གི་ད་གཅིག་ག་སོག་རེད་གཤིན་པོའི་ཆེད་དུ་ཡིན་ནའི་དེ་ལས་ལྷག་པ་གཅིག་བྱས་གལ་མི་འདུག་གསོན་པོའི་ཆེད་དུ་ཡིན་ནའི་དེ་ཡིན། ལྷག་དོན་དུ་བོད་བསྟན་པ་ཆགས་སྲིད་བོད་མི་རིགས་རེད་བ། ང་རང་ཚོ་བོད་བསྟན་སྲིད་དང་འབྲེལ་བའི་གནས་སྟངས་བྱིངས་དུས་བ་ཁོ་བོ་སྤྱན་རས་གཟིགས་གསོལ་བ་བཏབ་བས་དེ་ཞི་བ་གལ་ཆེན་པོ་ཆགས་བསྡད་ཡོད་རེད། ཨོ་ཚེ་ཚང་དེ་འདྲས་ཡིན་དུས་ཚང་མ་ལོག་གི་མ་ནས་ཚང་མས་ཤེས་ཤེས་པ་རེད་ད་ནི་དུས་རྒྱུན་ནས་ཡག་པོ་བསག་དགོས་ཡ་དེ་དཔེ་གལ་ཆེན་པོ་རེད་རེད་བ་བྱུང་ན་ད་ཕྱི་རྒྱལ་ད་གྲ་ལ་ཚ་པོ་རེད་ག་འདྲས་ཡིན་ན་མ་གཏོགས་གྲ་མགོ་གཅིག་ངེས་པར་དུ་བསག་དགོས་བརྒྱ་དང་བརྒྱད་རེད་བ་གྲ་མགོ་གཅིག་ན་བརྒྱ་དེ་ད་བྱུང་ན་སྟོང་བསག་དགོས་རེད་བ་སྟོང་བསག་དེ་མིན་བཅུ་ནས་བརྒྱ་དང་བརྒྱད་ད་དེ་ངེས་པར་དུ་བགྲང་དགོས་རེད་བ་ཚང་མ་ལོག་གི་བགྲང་བགྲང་གི་ཡོད་རེད་བ།

དེའི་ཐོག་ནས་ནི་པེ་ཧ་སོགས་རེད། ད་བདུད་རྩི་བེམ་ཆང་ཟེར་བའི་བ། རྒྱ་བ་རུམ་ཇི་ལྟ་བུ་ཅིག་འཕགས་པ་སྤྱན་རས་གཟིགས་ལས་སྐུ་མདུན་བློ་ལས་ཤར་བསྡད་ཡི་འདུས་རི་བསམ་གོ་དུ་ཚང་མས་མཇལ་མྱོང་དེ་ཡིན་དུས་ཚ་འཕགས་པ་སྤྱན་རས་གཟིགས་ལ་ཡང་སྐུ་འདྲ་འདི་བསམ་ཁོག་འགྲོ་གི་རུ་བ། ཨོ་ཆེ་ཚང་དེ་ཡིན་དུས་སྐུ་འདྲ་དང་སྐུ་ཐང་ཅིག་གང་ཡང་སེམས་འདི་བ་འདི་གང་འགྲོ་བཤད་གི་རུ་བ། ད་སྐུ་མདུན་ལྟ་བུ་ཅིག་དགོངས་པ་བཞེས་དེ་སྤྱི་གཙུག་ཏུ་ཡོད་ཟེར་དུས་དགོངས་བྱས། ང་རང་ཚོའི་གུས་པའི་དད་པ་དང་དམ་ཚིག་དང་ཡིད་ཆེས་རྩེ་གཅིག་པ་ཡོད་པའི་མཐུ་ལ་བརྟེན་ནས། ཨ་ནེ་པའི་གོང་ས་ཆེན་པོའི་སྐུ་གསུང་ཐུགས་ལས་འོད་ཟེར་སྐར་མ་མཐིང་གསུམ་འཕྲོས། ང་རང་ཚོའི་གུས་ཨ་ནེ་པའི་སྤྱི་གཙུག་ནས་མའང་ཨ་ནེ་པའི་འོད་ཟེར་དེ་མ་ཐིམ། ལུས་ཀྱི་ནང་ཐམས་ཅད་བདུད་རྩིས་གང། སྐྱེ་བ་ཚེ་རབས་ན་བསགས་པའི་ནད་གདོན་སྡིག་སྒྲིབ་རུལ་བ། ནད་ནད་ན་ཚ་མང་པོ་གཡོར་བ། གདོན་དང་དུ་བ་གནོད་པ་དང་དེ་འདྲའི་ཅི་ས་ད་ད་ད་དེ་འདྲའི་བཙན་དང་ཡུལ་ལ་དང་དེ་འདྲའི་གནོད་པ་གཡོར་བ། ནད་གདོན་སྡིག་སྒྲིབ་དང། སྐྱེ་བ་ཚེ་རབས་ཐོག་མེད་ནས་སྡིག་སྒྲིབ་མང་པོ་ཞུ་ས་ཡོད་རོགས་ང་ཚོས་ལུས་ཀྱི་སྒོ་ནས་ངག་གི་སྒོ་ནས་ཡིད་ཀྱི་སྒོ་ནས། ལུས་ཀྱི་སྒོ་ནས་དཔེ་སོགས་སྤྱོད་པ་མ་བྱིན་པ་ལེན་པ་མ་བྱང་བ་སྤྱོད་པ་ངག་གི་སྒོ་ནས་རྫུན་ཕྲ་མ་ཚིག་རྩུབ་ང་རྒྱལ། ཡིད་ཀྱི་སྒོ་ནས་སྣག་སེམས་གནོད་སེམས་ལོག་ལྟ་ལ་སོགས་དེ་འདྲ་མང་པོ་བྱས་ཡོད་རོགས་པ། ང་ཚོས་ཉི་མ་རྟག་པར་སྡིག་པ་བསགས་བདེ་གི་འོར་པ་ལྟ། ཞོགས་ཀའི་ལག་ནས་ཆེ་དགོངས་དག་མ་ཉེས་བར་དུ་ཧ་ལམ་དེ་འདྲས་སུ་ཆགས་འགྲོ་བྱེད་ཀྱི་འདུག་ཨ། གོང་གསལ་དུད་འགྲོའི་གནས་བདུན་འཕགས་པ་སྤྱན་རས་གཟིགས་ཐུགས་རྗེ་བྱིན་རླབས་ལས། རི་བ་གོང་ས་ཆེན་པོའི་ཐུགས་རྗེ་བྱིན་རླབས་ལས། སྔ་མ་འོད་གསལ་སྐར་མ་མཐིང་གསུམ་ངང་ཚུལ་སྤྱི་བོའི་གཉིས་པ་མགྲིན་ཁ། སུ། མ། ཐིམ་བྱས་ནས། ལུས་ཀྱི་ནང་ཐམས་ཅད་བདུད་རྗེའི་བདུད་རྩིས་གང། སྐྱེ་བ་ཚེ་རབས་ནས་བསགས་པའི་ནད་གདོན་སྡིག་སྒྲིབ་ཐམས་ཅད་སྦྱངས་ཤིང་དག་སོ་བསམ། དེ་འདྲས་ཀྱི་དགོངས་པ་བཞེས་ཤིང་འགྲིག་གོ། དེ་འདྲས་ཀྱི་དགོངས་པ་བཞེས་ནི་མ་ཎི་དྲང། ཨོ་དེ་འདྲས་རེད་ཨ་ནི། མ་ཎི་ལ་ཨུམ་ཨ་ཧུང་རུ་བ། ཨོམ་ཨོམ་དེ་ལ་ཨ་ཨོ་མ་རུ་བ། འདི་ང་རང་ཚོའི་ལུས་ངག་ཡིད་གསུམ་གྱི་དགོངས་པ་བཞེས། ང་རང་ཚོས་མ་དག་པའི་ལུས་ངག་ཡིད་གསུམ་སྟེ། ཨ་ནི་སངས་རྒྱས་ཀྱི་གོ་འཕང་འགྲུབ་བོར་བ་དག་པའི་ལྷ་ཡི་ཨ་ནི་པའི་སྐུ་གསུང་ཐུགས་ཀྱི་ངོ་བོ། འདི་འགྲོ་ཡས་ཏེ་ཨ་ནི། ས་ཨོ་རའི་ཐབས་ཤེས་གཉིས་ཀྱི་ལམ་དང། ཨོན་ཕ་རོལ་ཏུ་ཕྱིན་པའི་དྲུག་ཉམས་སུ་བླངས་པ་ལ་བརྟེན་ནས། རེ་བ། ཐབས་ཨ་ནི་བྱང་ཆུབ་ཀྱི་སེམས། ཨ་ནི་ཤེས་རབ་ཨ་ནི་སྟོང་ཉིད་བསྡུ་བའི་ཤེས་རབ་རེ་བ། ཨོ། དེ་གཉིས་ཐབས་ཤེས་གཉིས་ཀྱི་ལམ་ལ་བརྟེན་ནས་ཨ་ནི། སྤྱོད་པ་ཉམས་ལེན་དེ་ག་རེ་རེད་ཟེར་ན་ཕ་རོལ་ཏུ་ཕྱིན་པ་དྲུག།

འོམ། ཏཱ་རེ་ཏུ་ཏཱ་རེ། ཏུ་རེ་ཡེ་སོ་ཧ། འོམ། ཏཱ་རེ་ཏུ་ཏཱ་རེ། ཏུ་རེ་ཡེ་སོ་ཧ། འོམ། ཏཱ་རེ་ཏུ་ཏཱ་རེ། ཏུ་རེ་ཡེ་སོ་ཧ། རྒྱལ་བ་འདི་ཡི་མྱུར་དུ་བདག་སྒྲོལ་མ་འཁོར་བཅས་བསྒྲུབ་རྒྱུ་ནི་འགྲོ་བ་ཅིས་ཀྱང་མ་ལུས་པ་ཁྱེད་ཀྱི་ས་ལ་འགོད་པར་ཞུ།

མ་ནི། སྒྲ་རྗེ་བཙུན་སྒྲོལ་མའི་གཟུངས་སྔགས་བསགས་ན་བར་ཆད་གང་གཱ་ཟློག་གོ་རེ་ད་ཚེ་རང་ཚོ། བར་ཆད་མང་པོ་ཡོད་རེད་བ་ང་རང་ཚོ་ད་ཅིག་ལས་ཀ་ཡིན་ནའི་རེད་ཡང་ཅིག། ད་སོ་སོས་ག་རེ་ཡིན་ནའི་ལས་དོན་མང་པོ་འགྲུབ་ཡ་ཡོད་ཚོད་རྗེ་བཙུན་སྒྲོལ་མ་ལ་གསོལ་བ་བཏབ་ན་ཨ་ནི་དེ་བས་བར་ཆད་གང་གཱ་ཟློག་ཐུབ་པ་ཡོང་གི་རེད་གསུངས་པ་རེད་གཙོ་བོ་དད་པ་དམ་ཚིག་ཡིད་ཆེས་ཀྱི་སྐོར་བ་རེད་བ་དེ་འདྲི་ཅིག་ཐོག་ནས་གསུངས་ཐུབ་ན་ཨ་ནི་སྒྲོལ་མ་ཕྱག་མཚན་ཉིད་གཅིག་གི་བསྟོད་པ་གསུངས་ཐུབ་ན་དཔེ་ཡག་པོ་ཤོས་རེད་བ། དུས་ཚོད་ཡོད་ན་སོང་དགོས་གོ་རེད་དེ་མ་བྱུང་ནས་ད་སྒྲོལ་མའི་གཟུངས་སྔགས་སོང་བ་ཡིན་ན་དེའི་ཕན་ཐོག་ཡོད་རེད་བ། ཨ་ནི་སློབ་དཔོན་ཐུགས་རྗེ་ཅན་དེས་གཟུངས་སྔགས་དེ་དཔེ་གལ་ཆེན་པོ་རེད་དེ་གསུངས་འདུག་བ་དང་མིག་རྫི་མ་སོང་ཆེ་དྲི་མ་བྱིན་འདི་རེད་བ་ཨོ་དེ་ཡིན་དུས་གསུངས་འདུག་བ་ཆད་ཨ་ནི་མ་ནི་ད་གིས་ཞུས་པ་ན་ཞེས་རེད་ཨོ་དེ་འདྲས་གང་ཐུག་ཐུག་གསུངས་བྱས་འདུག་བ་ཨ་འདུག་སྣང་རོགས་ཅིག་ཞུ་ཡ་ཡིན། ཨ་ནི། ང་རང་ཚོའི། ཏི་ཤི་ནང་གུག་འདུག་ང་རང་ཚོའི་བོད་པ་ཚང་མ་ལོ་ལྟར་རིག་པ་འགྲིམ་བྱེད་མི་ར་བ། པས་བོད་ནང་ལ་འབྲེལ་བ་ཡག་པོ་བཙུག་གུག་འདུག་ང་ཚོ་བོད་ནང་ཡོད་བོད་མི་དང་རྒྱ་གར་ནང་ཡོད་བོད་པ། རྒྱང་འབོད་ཞིབ་ཆགས་དེ་ཤ་ཆེ་ང་རྒྱང་འབོད་དེ་བྱས་ཡོག་མ་རེད་དེ། ཁོ། ལོ། མང་པོ། ཕག་ཚོ་ཐུག་རེད་དེ་དེ་མེད་དུས། ཏི་ཆེ་པོ་རེད་དོ་ཨ་དེ་བོད་ནང་འགྲོ་ཐུབ་ན་འགྲོ་གུག་འདུག་ང་རང་ཚོའི། དེང་སང་གོ་སྐབས་ཡོད་ས་རེད་བྱས་ཙང་འདིར་འགྲོ་ཐུབ་པ་བྱེད། རེ་བ། པས་འབྲེལ་བ་ཡག་པོ་བཞག་དགོས་ཀྱི་འདུག་འདི་དཔེ་གལ་ཆེན་པོ་རེད་བཞག། འདི་འཐུས་ཤོར་ཕྱིན་ན་དཔེ་ཉེན་ཁ་རེད། ཁོ་འདི་གས་བསྲིངས་ངེད་གཅིག་ལྷག་ནི་ཁོ་ཡང་བེད་རིང་རིང་འགྲོ་ཡ་ཅིག་ཡོད་རེད། འདི་བྱུང་བ་ཡིན་ན་ནི་ཡག་པོ་མི་འདུག་བ། བོད་ནང་འགྲོ་དགོས་ཀྱི་འདུག་ཡིན་གཅིག་མིན་གཅིག་བོད་ནང་ཕྱིན། ཡིན་གཅིག་མིན་གཅིག་ཆབ་སྲིད་ལས་འགུལ་རྩ་བ་ཉིད་སྤེལ་དགོས་མ་རེད་ཕྱིན་པ་ཙམ་ཁོ་རང་མ་ཕྱིན་པ་དང་ཕྱིན་པ་བྱས་ནི་ཕྱིན་པ་དེ་ཕན་ཡོན་ཆེ་གི་རེད་བ། ཡིན་གཅིག་མིན་གཅིག་འགྲོ་དགོས་ཀྱི་འདུག། སོ་སོའི་གཉེན་ཉེ་འཛིན་ཡིན་ནི་རེད་གནས་སྐོར་གཙོ་བོ་གནས་སྐོར་ཞུ་ཡ་རེད་ཨཱ་ནི་གཉེན་ཉེ་འཛིན་ཐུབ་ཡ་ཡིན་ནི་རེད་རེད་བ་ཨཱ་ནི་སོ་སོ་སྤུ་གུ་ཡིན་ནི་ཕར་ཁྲིད་བྱེད་ན་ཁོ་བག་ཆགས་ཁད་པ་ཅན་ཞིག་བཞག་འདུག་བོད་སེང་གེ་གཅིག་མཐོང་ན་འདྲག་མར་བ་ལྟ་བཞིན་ཁོ་གེ་བོད་པ་སི་ཏུའི་འཚོ་བ་མེད་པ་ཆགས་ཡ་ཉན་ཁ་ཡོད་པ་རེད་སྤུ་གུ་ཆུང་ཆུང་དུ་འཚོ་བོད་ནང་ངེས་པར་དུ་འགྲོ་དགོས་ཨེ་ཕོད་གལ་ཆེན་པོ་རེད་བཞག་དེ་དེ་གཅིག་བྱས་ཨཱ་ནི་གཉིས་པ་དེ་ལ་ང་ཚོ་བོད་པ་ཚོས་སྤྱི་ད་ང་ཚོ་བོད་པའི་ལ་སྡུག་པོ་ཞི་བོ་བཏང་ཡོད་རེད་བོད་ཀྱི་ཆོས་དང་རིག་གཞུང་བོད་རྒྱལ་ཁབ་ཡོངས་སུ་གསོ་བོ་དེ་ལ། སོ་སོའི་ལུང་པ་པོར་རྒྱ་མིག་མེད་པ་བཟོས་ཡོད་རེད་དེ། ང་ཚོའི་དམིགས་ཡུལ་དེ་རྒྱ་མི་ལ་ཁ་བཏད་བྱ་ཡ་རེད་ཅེས་བོ་ཡིན་བསམ་བསྡད་ན། དེ་ནོར་འཁྲུལ་རེད་ཤག། དེས་ང་རང་ཚོ་ཁེ་ཕན་ཡོང་ས་མ་རོ་བ། བྱས་ཙང་ང་རང་ཚོའི། ཅིག་པི་གའི་བར་སོགས་རེད། གཙོ་བོ་དེ་ཆོས་དང་རིག་གཞུང་འཛིན་སྐྱོང་སྤེལ་གསུམ། སྔོན་ཆད་ག་རེ་བྱས་པ་དེ་ལ་ང་རང་ཚོས་ཡར་སྔོན་འགྲོའི་རུབ་རྒྱག་གི་དེ་དེ། ངས་ཞི་བོ་ཅིག་རྣམ་དཔྱོད་ཟེར་མཁན་མཐོང་གི་མི་འདུག། ཕྱིན་ཆད་ག་འདྲས་ཨང་འཛིན་སྐྱོང་བྱས་གོ་གི་འདུག། ཕྱིན་ཆད་བོད་བོད་ནང་ལ་ཡོད་བོད་མི་ཚོ་དང་ང་རང་ཚོའི་འབྲེལ་བ་ག་འདྲས་གནས་ཐུབ་པ་གོ་གི་འདུག་དེ་ལ་ཤུགས་བར་རྒྱབ་ཐུབ་ན། རེ་བ། སྔོན་ཆད་ག་རེ་བྱས་པ་དེ་ན་སུ་བཏང་ཐོས་སི་ཁེ་ཡོའི་མ་རོ་བྱས་ཚ་ཁ་བདེ་ཁོ་ར་ཅག་བདེ་དུས་ཙ་ནས་ཨ་འདྲེ་བ་དེ་ཞུ་བྱས་མ་ཐུག་བྱས་ཨ་འདི་རྒྱང་པས་ཞུ་ལྷག་ཨ་ནི་ཁོ་ས་དེ་རྣམས་ཐུག་དུས་ཏེ་ཁོ་རྒྱ་ནག་ལག་པ་དེ་ཤུགས་ཆེན་པོ་ཞུ་རེད་འདུག་དེ་ནུབ་ཕྱོགས་རྒྱལ་ཁབ་ལས་དེ་རྒྱ་མི་ལ་བསྟུན་དགོས་ཡ་ཆབ་ཆག་བསྡད་འདུག་བྱས་ཚ་དེ་འདྲའི་དུས་ཚོད་ཅིག་ལ་ང་རང་ཚོའི་རིག་པ་དང་ཡ་དེ་འཚོ་བ་ཁོ་རེ་ལ་ཧ་ཆེན་པོ་བྱས། སོ་སོའི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་ག་འདྲ་བྱེད་ཐུབ་ཀྱི་འདུག་བ། དེ་འཛིན་སྐྱོང་སྤེལ་གསུམ་བྱེད་ཐུབ་ན་ཁ་བརྡའི་ངོ་མ་དེ་རེད་འདུག་བ། ཁྱེད་ཚང་དེ་ཡིན་དུས་ཡང་དེ་བསམ་བློ་གསར་པ་རུ་སྙིགས་ཐུབ་ན། དེ་ངས་དེ་ཡག་ག་མེད་འགྲོ་བསམ་གྱི་འདུག་རེད་བ། ང་རང་ཚོ་སོ་སོའི་རྒྱལ་ཁབ་དང་མི་རིགས་ཞེན་ཁོག་ཡོད་རེད་དེ། ཞེན་ཁོག་ཡོད་པ་ནང་བཞིན་གྱི་ཆོས་དང་རིག་གཞུང་འཛིན་སྐྱོང་སྤེལ་གསུམ་བྱེད་ཐུབ་ཡག་གི་གོ་སྐབས་དེ་ག་བ་དང་བཙལ་དགོས་ཀྱི་འདུག་མ་གཏོགས་གོ་སྐབས་དེ་ཁོ་བསོད་གཞོང་ནང་སོང་སྒྲིག་བྱས་ནས་བརྙན་པ་སྤྲད་བས་སུ་ཚུལ་སྤྲད་མཁན་ཡོད་མ་རེད་བ་སོ་སོས་ཕར་བཙལ་དགོས་རེད་བ།

རེད་བ། ཨ་ནི་ཁོ། དེ། སུ་སུ་སུ་ཚུར་ཡོང་ཕར་འགྲོ་དུས་ལས་འགན་ཅི་བྱེད་ཚུར་ཡོང་དུས་ལས་འགན་ཅི་ཏག་ཏག་ཅིག་བྱེད། ཨོ་དེ་དེ་ཏག་ཏག་ཅིག་བྱེད་ཐུབ་ན་འདི་ཡག་པོ་འདུག་བསམ་གྱི་འདུག་བྱས་ཙང་དེ་འདྲས་ཡིན་དུས་ཀྱང་ཕྱི་རྒྱལ་གཞུང་ངལ་རྩོལ་དུ་མཐུན་རྐྱེན་ཡོད་རེད། གོ་སྐབས་ཡོད་རེད། བྱས་ཙང་གོ་སྐབས་དེ་དམ་འཛིན་བྱས་རེད་དམ་རེད་བ། ཨ་ནི་བོད་ནང་དུ་གང་ཐུབ་ཐུབ་ཕེབས་མིར་འབྲེལ་བ་བྱ། ཁོ། མི་འཇིགས་མི་འཇིགས་སྐད་ཆ་རྒྱུན་རིང་པོ་བཤད་དགོས་ཡོད་མི་འདུག་བཤད་ཐུབ་མཁན་མ་རེད་བཤད་ཡོད་མ་རེད་བ། གཙོ་བོ་དེ་ང་རང་ཚོའི་ག་ས་བོ་རེད་ཕུགས་རྒྱང་རིང་པོའི་བསམ་སྟངས་ནི་འདི་གནང་ཐུབ་ན་ཡག་པོ་འདུག་བསམ་ང་རང་འདི་འདྲའི་རེ་བ་ཞིག་དྲན་འདུག་དོན་ཅོག་ཅེ་ནི་ངའི་ནོར་སྲིད་ཀྱི་རེ་བ་ཡིན། ཡིན་ནའི་སེམས་ལ་བསམ་པ་དེ་ག་ཐུག་ཞུས་བཤད་ན་འདི་ཕལ་ཆེར་ནོར་འཁྲུལ་ཆེ་ས་ཁེ་ཨ་ཡོད་བསམ་གྱི་འདུག་འོ་དེ་འདྲས་ཡིན་ཨ་ནི་ཚང་མ་ལོ་བརྒྱད་པ་ག་པོ་ཞིག་རག་བྱུང་ཨ་ནི་པའི་ག་ས་བོ་རེད་ཁྱེད་རང་ཚང་མ་ལོ་ཚད་རེ་འོང་ནད་མེད་པ་བྱ་བ་ལམ་འགྲོ་ཡོང་ཡ་ངས་དུས་རྟག་ཏུ་སྨོན་ལམ་ཞུ་གི་ཡིན། ཨ་ནི། གཙོ་བོ་དེ་གོང་ས་ཆེན་པོས་བཀའ་སློབ་ལམ་སྟོན་གནང་བ་སེམས་ལ་ཡག་པོ་བཅངས། རྒྱལ་བ་རིན་པོ་ཆེའི་ཐུགས་རྗེའི་བཀའ་དྲིན་དེ་རྟག་པར་ཕྲེང་བ་དཔེ་གལ་ཆེན་པོ་རེད་བ། འདི་མ་འབྱོར་ན་ང་རང་ཚོས་ནི་མི་རྒྱུ་དག་མི་ངན་དེ་ཆགས་ཀྱི་ཡོད་རེད་བ། དེ་སང་སྐུ་མདུན་བཀའ་སློབ་བདུད་རྩི་སེམས་ལ་ཡག་པོ་བཞག་སྐུ་མདུན་གྱི་ཐུགས་རྗེ་བཀའ་དྲིན་བདུད་རྩི་དྲན་ཐུབ་པ་ཡིན་ན་སོ་སོ་ཡི་ནས་བྱ་བ་ལམ་འགྲོ་ཡོང་གི་རེད་སོ་སོ་ཡི་ནས་སྐྱིད་པོ་ཡོང་གི་རེད་རེད་བ། གཞན། ཅི་ཁ་སོག་རེད། ང་ཚོ་ཁ་སོག་རེད་ད་ཀུན་དུས་ཐུགས་རྗེ་བཀའ་དྲིན་འདི་ཚོ་དྲན་མ་ཐུབ་ད་ཅི་འདི་འདྲས་བྱས་པ་ཡིན་ན་ཨ་ནི་ང་ཚོ་མི་རྒྱུ་དག་མི་ངན་སེང་གེ་བྱས་ན་ཨ་ནི་དཔེ་ཐབས་སྐྱོ་བོ་རེད་བ། དེ་ལྟ་དེ་འཛམ་བུ་གླིང་འདི་ལ་སྐྱེ་བ་བླངས་ནས་གོ་མ་ཆོད་པ་འདྲ་བ་ཆག་གོ་རེ་ད་དོན་དག་རྡོག་རྡོག་རེ་ཞུས་ན་རེ་བ། ད་དེ་ཡིན་དུས་ཁ་སོག་རེད་ད་ཅི་ཀུན་དུས་འདི་བས་ཞབས་ཕྱི་སྒྲུབ་ཡ་ད་དཔེ་འདི་འདྲས་ཞི་བ་བྱེད་མ་ཐུབ་པ་ཡིན་ནས་བྱུང་ན་དེ་སྒུག་ཡོད་དེ་བྱེད་མ་ཐུབ་པ་ཡིན་ནས་པས་གང་ཐུགས་ཐུགས་པའི་བཀའ་དྲིན་རྗེས་དྲན་ཞུ་ཡ་དང་རེ་བ། དབུ་དབང་གཟེངས་བསྟོད་ཞུ་ཡ་དང་ད་ནི་བཀའ་སློབ་བདུན་བསུ་པའི་རེ་བ། སེམས་ལ་བཅངས་ཡ་དང་ཉི་མ་རྟག་པ་ཀུན་འདུལ་གྱི་བྲན་སྐུ་བོར་ད་ཀུན་འདུལ་གྱི་བྲན་ཨ་རྒྱ་བ་རུམ་གྱི་སྐུ་ཚེ་བརྟན་པ་ཤོག། འདི་འདྲའི་ཅིག་ཉི་མ་ཅིག་སྨོན་ལམ་ཅིག་བརྒྱབ་ཐུབ་པ་ཅིག་བྱ་དགོས་བོར་ད། འདི་ང་རང་ཚོའི་ལས་འགན་འགྲུབ་ཅིག་ད་བོད་མི་བོད་པའི་བར་སོ་བོར་ད་སྲིད་ཁྲི་སྲིད་མིན་པའི་གི་ད་རེ་བ།

འཇིག་རྟེན་གྱི་ཐོག་ནས་བཤད་པའི་ནི་མི་ཐེབས་ཆག་གི་དང་བྱེད་སྟངས་རེད་བ། ལྷག་དོན་དུ་ཕྱི་རྒྱལ་རྒྱལ་ཁབ་ཕེབས་མི་ཚོས་ཤེས་ཡོན་ཆེ་རུ་ཕྱིན་ནས་དར་མདོར་ཕེབས་ཏེ་བློ་རྒྱ་ཆེ་རུ་དང་བློ་སྟོབས་ཆེ་བར་བྱེད་དགོས་ཀྱི་རེད་བ། དེ་ཙམ་དེ་ཡིན་དུས་ཡང་ཅིག་ད་རེག་བ་ཡ་རབས་ཁྱོད་ནི་མེད་བསམ་ནས་གང་བྱུང་མ་འདི་བྱས་དེ་འདི་བལྟས་སེ་བལྟས་སོ་ཡོང་རོགས་བྱེད་ཀྱི་འདུག་དེ་ཚོ་ཐབས་སྐྱོ་བོ་རེད་ཤག་ཨ་འདོན་ཚུལ་ལ་དཔེ་ཚང་མ་ལོག་ནས་ཐུགས་གཟབ་གནང་བྱས་རེད་བ། ཨོ་ཐུགས་གཟབ་གནང་རོགས་བྱེད་ཞུ་ཡ་ཡིན། ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།
ཨ་ནེ་ད་ཐུགས་རྗེ་ཆེ་བཀྲ་ཤིས་ཞུ་ཡག་ཡོད་ཨ་ནེ་ད་རེས་ང་ཚོ་དེ་ཨིན་ཡུལ་བོད་རིགས་ཚོགས་པས་གོ་སྒྲིག་ཞུས་བའི་གི་ཨ་ནེ་མཛད་འཆར་དེའི་ཐོག་ལ་དམིགས་བསལ་གི་ང་ཚོ་འཇམ་དབྱངས་ཆོས་ཚོགས་ལ་དམིགས་བསལ་གི་ཐུགས་རྗེ་ཆེ་ཞུ་ཡག་ཡིན་འཇམ་དབྱངས་ཆོས་ཚོགས་ནས་ང་རང་ཚོ་བཞུགས་ཁྲི། གྲ་སྒྲིག་བྱས་བ་མ་ཚད་ཨ་ནེ་བཞུགས་ཁྲི་འདི་བར་དུ་གི། མོ་གྲྭ་བཏང་བཞུགས་རྫས་རྣམས་སུ་གྲ་སྒྲིག་བྱས་བཞུགས་སྐུ་ལས་དུས་ཡས་དང་ཚང་བ་ལོགས་སུ་འཇམ་དབྱངས་ཆོས་རྫོགས་མཆོག་གནང་ཡོད་རེད་ཨ་ནི་དགེ་བཤེས་ལགས་དེ་སྐད་སྐད་རྒྱུ་གནང་ག་འཕེལ་ཡོད་རེད་ཚང་མ་ལོ་སྙིང་ཐག་པ་ནས་ཐུགས་རྗེ་ཆེ་གནང་ཞུ་ཡས་ཡིན། དེའི་བཞུགས་སྐུ་དེ་ང་ཚོའི་རིག་པ་ཆོས་རྫོགས་ནས་ཨ་ནི། གླིང་རིན་པོ་ཆེ་ཡག་མ་ག་བ་ཕེབས་ཀྱི་ཡོད་ན་ཚང་མ་ལ་ཆིབས་སྒྲིལ་གྲ་སྒྲིག་བྱས་ཏེ་ཚང་མ་ལོ་གཉིས་ཐག་པ་ནས་ཐུགས་རྗེ་ཆེ་གནང་ཞུ་ཡ་ཡིན། ཨ་ནི་ད་ལྟ་ང་ཚོའི་དབྱིན་ཡུལ་བོད་རིགས་ཚོགས་པའི་གི་རྒྱུན་ལས་གསར་པ་འཁོད་པ་དེ་ད་ལྟ་རྒན་གཞས་མེད་པའི་གི་བར་སྟོང་ཅིག་ལྷག་པ་ཙམ་མ་གཞི་མི་དམངས་འདི་ཚོ་པད་མ་སེར་སེམས་ཤུགས་ཆེན་པོ་ཡོད་ད་གིན་ཨ་ནི་ཕྱག་རོགས་ཞུ་གིན་དཔེ་མང་པོ་ཕེབས་སོང་ཆུ་ཚོད་གཉིས་ད་ཕྱེད་ཀ་ཟེར་བ་ནས་ཕེབས་སོང་ཨ་ནི་ཞུ་ལ་གསོལ་ཇ་བཞེས་ཏོག་རྒྱག་གིན་པད་མ་སེར་དང་ལ། བུད་མང་པོ་གནང་སོང་ཚང་མ་བློ་ལ་སྙིང་ཐག་པ་ཆེ་ནས་ཐུགས་རྗེ་ཆེ་གནང་ཞུ་ཡ་ཡིན། དེའི་ཞུ་སྒོ་དེ་ང་ཚོ་བོད་བོད་ཁང་ནས་ཁོང་བསོད་ནམས་ལ་གཙོས་བའི་ཀྱི་ལས་བྱེད་རྣམ་པ་ལྷན་རྒྱས་ཚང་མ་བློ་ལ་ང་ཚོ་ཕྱག་གྲུ་དཔེ་མ་སེ་ཡག་པོ་གནང་སོང་སྙིང་ཐག་པ་ནས་ཐུགས་རྗེ་ཆེ་གནང། ཨ་ནི་ད་རེས་ལྷག་པར་དུ་སྐྱབས་རྗེ་ཡོངས་འཛིན་གླིང་སྒྲུང་རྡོ་རྗེ་འཆང་མཆོག་ནས་རང་ཅག་ཨིན་ཡུལ། གནས་སྡོད་བོད་མི་ཡོངས་ལ་བླང་དོར་གྱི་བཀའ་སློབ། མ་ཎི་ལུང་དེ་གཙོས་པའི་གྲོས་མོལ་ལུང་གཙོས་པའི་ལུང་མང་པོ་ཞིག་གནང། དེ་མ་ཚད་བཀའ་སློབ་ཀྱི་ནང་ནས་ནི། བོད་མིའི་ངོ་བོ་ཉེར་ཡ་བོད་ཀྱི་སྐད་དང་རིག་གཞུང་ནང་ནས་སྐད་དེ་གལ་ཆེ་བར་བརྩི་བྱེད་ཚང་མས་གྱོད་དུ་ནས་ནི་ནང་ནས་འགོ་འཛུགས་བྱས་ནས་དཀའ་ལས་རྒྱབ་དགོས་ཡ། ནི་ང་ཚོ་ཨིན་ཇི་པ་སི་ཁི་ནས་ནི་རང་དབང་མང་པོ་ཅིག་ཐོག་ཡོད་རེད་རང་དབང་དེ་ཚོ་བེད་སྤྱོད་བྱེད་ནི་ང་ཚོ་ལོངས་སྤྱོད། ཨ་ནི། བོད་ལ་འགྲོ་ཐུ་ཡས་ཀྱི་ཐབས་ཤེས་ཞེས་བོད་ཀྱི་མི་མང་ཨ་ནི་བོད་ནང་ལ་བཞུགས་པ་དང་ཕྱི་ལོགས་བཞུགས་པ་གཉིས་ཀྱི་འབྲེལ་བ་གནང་ཡ་དེ་གཙོས་བོད་ཀྱི་བཀའ་སློབ་མང་པོ་གནང་སོ་ཚང་མས་ཀྱི་ཨ་ནི་སྙིང་ལ་བཅངས་ཡོད་རེད་བསམ་གྱི་འདུག་ཨ་ནི། བཀའ་སློབ་ཟབ་ཞིང་ཁྱད་པར་གནང་བ་དེ་ལ་ང་ཚོ་ཨིན་ཡུལ་གནས་སྡོད་བོད་མི་ཡོངས་ཀྱི་ཚབ་ཞུས་ཏེ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཆེ་ཆེ་ཞེས་ཞུ་རྒྱུ་དང། ཨ་མཐའ་དོན་ཏེ་སྤྱི་ནོར་ཀོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་ཅིང་ཐུགས་ཀྱི་བཞེད་དོན་ལྷུན་གྱིས་འགྲུབ་པ་དང་བོད་དོན་བདེན་མཐའ་མྱུར་དུ་གསལ་བའི་སྨོན་འདུན་བཅས། དེ་རིང་གི་མཛད་སྒོ་འདི་རྒྱལ་ཁའི་ངང་བསྒྲུབས་པ་ཡིན་ཏེ། ཨ་མཚང་མ་ལོ་རིན་པོ་ཆེ་གིས་མཇལ་ཁ་གནང་ཡ་གི་ཨ་ནི་ཞེ་བཞེས་ཡོད་ཨ་མཚང་མ་ལོ་མཇལ་ཁ་ཞུས་དུས་ང་རང་འཚང་ཁ་མ་ཡལ་བར་ངང་ཞུས་ཡ་ཡིན་ད་དུང་ང་ཚོ་དགུང་ལོ་བྱེ་བ་མང་པོ་བྱས་ཡོད་ཨ་ནི་དེ་ཡིན་དུས་དེ་ཏིས་རྡོག་རྒྱ་དེ་ང་ཚོ་འགྲོ་ཞེས་ཏིས་དཀའ་ལས་ཁག་པོ་ཆགས་ཀྱི་འདུག་ཨ་ནི་འཚང་ཁ་རྒྱག་ནས་ང་ཚོ་བོད་པ་ཡང་འཚང་ཁ་ལ་ག་བོ་རོགས། ཁྱེད་ཚང་ང་ཚོ་གད་མོ་རུ་མ་རེད་མ་བྱ་རོགས་ཞེས་ཨ་ནི་ང་ཚོ།